པདྨ་བཀའ་བསྒོས་ཀྱང་ཅེས་བཞུགས་ན་ཀ་ཏོ་ང་དང་ན་མ་ནས་རྒྱ་ལ་བཞུགས་དེ་ནས་ང་དང་སྒོམ་ཉམས་ལེན་མཛད་དེ་ཧ་ལ་ལས་སེམས་པ་སྦྱངས་ཏེ་དེ་ནས་འགལ་བ་རིགས་ལྔའི་དེ་ནས་རྣམ་པ་ཚང་མ་དང་དེ་ནས་ཡུམ་ལྔའི་རྣམ་པ་ཚང་མ་ང་དང་མཁྱེན་ཏེ་དེ་སྣ་ཚོགས་ལ་ང་དང་བདག་ས་ཉོན་མོངས་པ་འདོད་ཆགས་བཞི་དང་གཏི་མུག་ང་རྒྱལ་ཁོང་ཁྲོ་དང་འོ་ད་ལྟའི་འོད་དེ་གབ་བདེ་བ་དེ་ནས་ཡེ་ཤེས་ལྔ་མེ་ལོང་གི་ཤེས་བྱ་གྲུབ་པའི་ཤེས་སོར་རྟོག་གི་ཤེས་མཉམ་ཉིད་དེའི་ཤེས་ཆོས་དབྱིངས་ཡེ་ཤེས་བཞུགས་སྐར་མཚངས་མ་ལྔ་ལྟར་དུ་གཟུགས་རེ་རེ་རེ་རེ་བཅོས་ཏེ་མཁྱེན་དགོས་ཞེས་བཀྱག། ཡིན་ན་ཡང་ཨོ། དེ་ནི། གལ་ཏེ་ང་དང་ཨོ་དེ་དུས་སུ་ཨོ་སྟེ་དེ་ནི་ང་དང་མཉམ་པ་ཉིད་ཀྱི་ཡེ་ཤེས་ཀྱི་ཨོ་ལམ་སེར་པོ་བ་ང་དང་དམིགས་སྟེ། དེ་བས་ན་བཞུགས་ཏེ་སྐྱོན། བྱས་ན་ཨོ་ད་དེ་ནི་རང་གིས། ལ་མ་དང་ཨེར་མ་མཆིས་པ། བཅོམ་ལྡན་འདས་རིན་ཆེན་འབྱུང་ལྟར་ལ་སྐྱབས་སུ་མཆིའོ་སྙམ་པའི་ང་ལྟག་མོ་ལམ་ཨི་གཟུགས་ཤིག་བཏབ་གོ་ས་ནོ་ཧེ་མོ་རྟེ་ཨ་ལ་ཡང་མདངས་རྫོགས་ལ་ཀྱེ་མ་བཞུ་སྟེ་རོ་ཨ་ལ་ཡང་མ་ནི་ཨུ་ཧུ་མོ་རྟེ། ང་རྒྱལ་དྲག་པོ་འཁོར་བར་འཁྱམས་པའི་ཚེ། ང་རྒྱལ་ལས་བཞད་སྟེ་དེའང་ན་ང་རྒྱལ་མ་ཆེན་མོས་བཞད་སྟེ་ང་དང་འཁོར་བའི་ན་ཁྱ་མ་ནོ་ཧེ་དེ་ཁྱ་མའི་དུས་ལ། མཉམ་ཉིད་ཡེ་ཤེས་སལ་ལོའི་དེ་ནི་ང་དང་མཉམ་ཉིད་ཡེ་ཤེས་སལ་ལོའི་དེ་ནི་ཨོ་དམ། ཨོ་ལམ་ལ་ཨོ་ཏི་མཉམ་པ་ཉིད་ཀྱི་ཡེ་ཤེས་ཀྱི་ཨོ་དེ་ལ་མེད་ནའང་ད་མཉམ་པ་ཉིད་ཀྱི་ཡེ་ཤེས་སའི་ཨོ་དུ་མ་གསལ་པོ་ཡོད་སྐྱག་པ་ཨོ་དེ་ཨོ་གསལ་པའི་ནང་ལ། བཅོམ་ལྡན་རིན་ཆེན་འབྱུང་ལྡན་ལམ་ནས་དྲོངས་མོ་དེ་ལྟར་བཅོམ་ལྡན་རིན་ཆེན་འབྱུང་ལྡན་གྱིས་དེ་ནི་ང་དང་སྣ་སྦྲེལ་མཛད་དེ་དེ་ནི་སྣ་སྦྲེལ་ན་མཛད་དེ་དེ་ནི། ཡུམ་མཆོག་མ་མ་ཀྱིས་རྒྱབ་ནས་སྐྱོར་ར་མཛད་དེ་ཧ་ད་རྒྱབ་ནས་སྐྱོར་རྒྱུ་བྱེད་དོ་དེ་ནི་བདེན་པའི་ང་དང་འཁོར་བའི་རྒྱ་མཚོ་ཞིག་ཡིན་ནའང་འདྲ་ལེ་ད་ང་ཏང་དང་སམ་ཡུལ་འཛམ་བུ་གླིང་ཞེས་ན་མ་ལ་ལམ་འཕྲང། མ་ནས་ང་ཏང་འཇིགས་སུ་རུང་བའི་ལམ་འཕྲང་འཛིན་ནས་བྱེད་ན་དེ་ནས་མ་བུ་དང་ཨ་མ་ནང་འཁྲུག་གི་བྱེད་ན་དེ་ནས་ཨ་མ་བས་མ་ནི་ཙམ་དུ་ཉན་ན་ཨ་མ་ཁོ་རང་མ་ནི་པ་ད་ཡང་ཆ་ན་འཇའ་འཁྲུག་གུ་ཐར་གུ་བསམ་སྟེ་རྒྱབ་ནས་སྐྱོར་ཏེ་ཁྱེད་ར་རྫ་དང་ཀྱང་འོ་དོད་ནང་བཞིན་གྱིས་དེ་ནས་བཅོམ་ལྡན་རིན་ཆེན་འབྱུང་ལྡན་ནས་དེ་ནས་ང་ཏང་ཨའི་སེམས་ཅན་ཚང་མས་དེ་ནས་པ། ཧ་ལ་ལེ། སྡུག་བསྔལ་ཀུན་གཟིགས་ས་བཛྲ་སྟེ་དེ་ནི་བྱམས་སྟོབས་སྙན་སྙན། དེ་ནི་ཁོང་རང་མཆོག་ནི་དེ་ནི་དེ་ལུགས། བྱིན་རླབས་དང་མཐུས་གནུས་པ་བཛྲ་དེ་སྐྱག་པ་དབྱིབས་ནང་ལྟེ་བ་ལྔ་དང་ལྔ་དང་རོ། མདངས་ཞུ་བ་མི་དང། སངས་རྒྱས་མི་རྒྱས་དེ་ནི་རང་ཨ་ཡིན། དེ་ནི་སངས་རྒྱས་རང་ཨ་ཡོད་མོད་དེ་འོ་དེ། སྐྱོད་པ་སམ་རང་ཨའི་བཛྲ་དེ་མ་ནི་དེ་ནི་ང་དང་རང་ཨའི་བཛྲ་ན་འོ་ད་དེ་ནི་བཅོམ་ལྡན་དང་རིན་ཆེན་འབྱུང་ལྡན་གྱིས། དེ་ནི་ང་དང་བྱིན་རླབས་དང་དེ་ནི། ཅི་ག་ཚགས་པར་བསླབས་ནས་སྐྲངས་ལ་འཛད། དེ་ནས་ཡུམ་མཆོག་དམར་དམག་གིས་རྒྱབ་ནས་བསྐྱོད་ར་མཛད། དེ་ནས་པར་རྡོ་འཇིགས་པའི་གྲང་ངར་དེ་ནས་འགྲལ། འགྲལ། འགྲལ་དུ་སོལ་མི་དེ་འགྲལ་བཅུག་ག་འཛད་དེ་མོ་དེ། ད་འགྲལ་དེ་ནང་ཀ་རུ་ཕེབས་ཏེ་མཛད་ན་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་ས་རུ་ཡང་དག་མཛད་ན་ཀ་དེ་ནས་མ་ནེ་ཀོ་རང་ད། སྡུག་བསྔལ་གྱི་མིང་ཙམ་ཡང་མེད་ཀན། དེ་ནས་རྫོགས་པའི་སངས་རྒྱས་སུ་དེ་ནས་ས་རུ་སྐྱོལ་མོ་སྟེ། ཨོ་ད་ཏི་གུ་ནའི་ཨོ་གཟུགས་བཟོས་ཏེ་དེ་ནས་ང་དང་ཨའི་སྨོན་ལམ་བཏབ་པ་ཅིག་ན་དེ་ནས་བཅོམ་ལྡན་འདས་རིན་ཆེན་འབྱུང་ལྟར་གྱི་ཐུགས་ཀར་ཐིམས་ཏེ། སྐད་ཅིག་དེ་ཉིད་དུ་སྟན་ན་མ་ལ་དེ་ནས་ལོ་ཕྱོགས་དཔལ་དང་ལྡན་པའི་ཞིང་ཁམས་ཡ་དཔལ་དང་བརྩེགས་པའི་ཞིང་ཁམས་སུ། དེ་ནས་ང་དང་ལོངས་སྤྱོད་རྫོགས་པའི་སྐུར་སངས་རྒྱས་ས་ཡིན་ནོ་ཧའི་མོ་ལ་བཛྲ་སྟེ་ལོག་ལྟ་ལས། ད་ཡུས་དེ་ནས་ང་དང་ཨའི། བཞག། དེ་ནས་སུམ་པ་ཙོག་པོའི་བཞག། དེ་ནས་ང་དང་བཅོམ་ལྡན་འདས། དེ་ནས། སུའུ་ང་དང་རྒྱལ་བ་རིན་ཆེན་འབྱུང་ལྡན་དང་ཡུམ་དབྱིངས་ཕྱུག་མ། དེ་ནས་བྱང་ཆུབ་སེམས་དཔའ་གཉིས་ཧ་ལ་ལས་བྱང་ཆུབ་སེམས་དཔའ་གཉིས་དང་བྱང་ཆུབ་སེམས་མ་གཉིས་སུ་དེ་ནས་ང་དང་སྐྱོ་ར་མཛད་དེ་དེ་སུ་བ་ང་དང་བར་དོ་འཇིགས་པའི་འཕྲང་ན་ང་དང་འདྲལ་བཅུག་ག་མཛད་དེ་དེ་ནས་སངས་རྒྱས་ཀྱི་ས་ཁྱེད་ར་མཛད་ཅེས་སྐྱོ་ཚ་ལས། འོ་ད་ང་དང་གཞོལ་ཚོགས་ལ་འོ་ད། ཡར་ཕྱོགས་སུ་དེ་ནས་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ། དེ་ནས་གཡོན་ཕྱོགས་སུ་བྱང་ཆུབ་སེམས་དཔའ་ནམ་མཁའི་སྙིང་པོ། དེ་ནས་མདུན་ཕྱོགས་སུ་བྱང་ཆུབ་སེམས་མ་དེ་ནས་མ་ལས་མ་ལས་མ་དེ་ནས་མི་ཧ་ལ་ང་དང་ཕྲེང་བ་མ། དེ་ནས་རྒྱབ་ཏུ་དེ་ནས་བྱང་ཆུབ་སེམས་མ་གདུགས་སྤོས་མ་ཧ་ལ་གདུགས་པ། དེ་ནས་གོང་ཚང་ཀ་གཙོ་འཁོར་དྲུག། ཨེ་ཏེ་ནི་ང་དང་ཅི་ག་རྫ་དང་ནོག་བོལ་ཏེ་ནོག་བོ་དང་ང་དང་རྒྱལ་བ་རིན་ཆེན་འབྱུང་དང། དེ་ནི་སྐུ་མདོག་སེར་པོ་ཡུམ་མཱ་མ་ཀི། དེ་ནི་ལོ། ཁོང་ནི་ཞིང་ཁམས་པོ་དེ་ནི་ལོ་ཅོག་དཔལ་དང་བརྩེགས་པའི་ཞིང་ཁམས། དེ་ནི་ང་དང། ཉོན་མོངས་པ་ང་རྒྱལ་དག་པས་དེ་ནི་མཉམ་ཉིད་དེའི་ཞལ་གྱི་འོད་མདངས་སེར་པོ། དེ་ནི་ང་དང་ཨེ། འདོད་ཆགས་ཨེ་དེ་ནི་འདྲིས་པའི་འོད་པོ་སྔོན་པོ་ཡང་ཀྱག། ད་ལྟོས་ཡོད་ན་ང་དང་མིའི་སྐྱེ་ནོག་མོལ་ཏེ་ནོག། དེ་ནི་ང་དང་ཚོར་བས་ཕུང་པོའི་གནས་སུ་བཏགས་པ། ཧ་ལ་ལི། ཚོར་བས། བསྒྲགས་ས་ང་དང་ཚོར་བས་ཕུང་པོའི་གནས་སུ་བཏགས་པ། ང་དང། མཉམ་པ་ཉིད་ཀྱི་ཡེ་ཤེས། སྐྱོ་ད། ཚོར་བས་ཕུང་པོའི་གནས་སུ་བཏགས་པ་མཉམ་ཉིད་དེའི་ཞེས་མོལ་ཏེ། དེ་ནི་ང་དང་ཨེ། མིའི་གནས་ལ་སྐྱེ། དེ་ནི་འབྱུང་བའོ་ཅི་ཀྱག་ཟེ་ན། འབྱུང་བ་སེ་དེ་ནི་ས་ཡི་ཁམས་ཟེ་ནོག་མོལ་ཏེ་ནོག། ད། སྐྱོད་པ་སངས་ཨོ་ཡིས་བོ་དེ་ནི་ང་དང་ཨ་ཅིན་འཇུ་ན་དེ་ནི་བཞག་གསུམ་པས་བཞག་ཨ་དེ་ནི་ང་དང་ཨེ་ད་རྒྱལ་བ་རིགས་ཉག་ནི་དེ་ནི་ལོ་རུ་དེ་ནི་རིན་ཆེན་འབྱུང་ལྡན་གྱི་ཞིང་ཁམས་ལ་ང་དང་ཨེ་འཇལ་སྐལ་བུ་དོན་ནོ། ད་ཨིའི་སྐད་ནའང་ཡང་དེ་ནི་ང་དང་བདག་ཚ་ཨི་གཟུགས་ཚིག་ཆ་གཅིག་ཡོད་ཀྱང་དེ་ནི་ན་བ་ཆོས་རྣམས་ཉམས་སུ་མྱོང་མོད་དེ། ཞི་བ་སྟོང་པ་ངོ་བཟུང་མེད་མོ་སྟེ་ཧ་ལ་ལས་དེ་ན་སེམས་ཅན་སངས་རྒྱ་སོགས་མོ་སྟེ་ཨོ་ད་བདེན་པས་གསོན་པའི་དུས་སུ་ཙམ་དུ་བསྙད་ན་ཧ་ལ་ལས་དེ་ནས་བདེན་པའི་པད་ད་ང་དང་ཨེ་ཅི་ཛ་ཏེ་མ་ནི་ཁོ་རང་ཆོས་ཉམས་སྤེལ་ན་སྨིན་མ་ནད་པ་ཞིག་གིས་མ་གཟུགས་གཟེར་ཆེན་པོ་ཡོང་ག་འཇིག་ག་དེ་ནས་ང་དང་ཨེ། ཡ་ང་བཏང་ཨེ་ཨམ་ཅི་ཙོག་ཤིག་སྒྲོག་ཀྲོར་ཙོག་ཤིག་ཨེ་པཱ། དེ་ནས་ཁྱོད། ཁོ་ཨ་ལབ་བཞག་བཏང་སྟེ། དེ་ནས་མ་ནི་གཟུགས་ཨ་བཟའ་དགོ་ས་ནོ་ཧེ་ཨ་གཟུགས་ཨ་བཟའ་དགོ་སི་ནོ་ཧེ་ཟེར་ན་ཀ་ཏོ། ད་ནི་ཁོ་ཨ་དེ་གཟུགས་མེད་ན་ཟི་པཱ། ན་གཟུགས་པས་ཟི་དེ་ཨ་ལ་ང་བཏང། མ་ནི་གཟུགས་མོ་ཧྲན་ཏི་ཡོད་ཀན་པས་བཞག་སྟེ། ཁོས་མ་ནི། ལུས་དང་སེམས་གཉིས་ཀ་གཅིག་བཅོས་སྟེ་ལྟེ་བ་ཁོ་ཨི་ཉམས་མྱོང་ངི་ཐོག་ནས་ཁོ། ཏེ་རྡོ་ནི་བཀྱག་པ། ཧ་ལ་ཅེས་ཟེར་ན་ཏེ་གཟུགས་མོ་ནི་ང་རྣམ་མཐའ་རིན། ཨི་གཟུགས་མོ་ང་ཨིའི་མན་བུ་ཟ་ན། ཨི་ཡིག་སྒྲོག་ཏྲ་རེ་ལ་བཞག་བསལ་ན་ཨི་ཨམ་ཅིའི་ལ་བཞག་བསལ་ཀན་པོ་ང་པད། དེ་ནི། པད་མ་ནི་ཁོ་རང། ཨེ་ལོ་མེད། པདྨ་ནི་ཁོ་རང་དུ་སྩོལ་དང་ཆུ་སྩོལ་དེ་མ་ནི་པད྄ྱང་མ་ཞུ་བ་ཏེ་རྡོ་ན་ནོག་ཨ་ལས། འོ་ན་ནང་བཞིན་ཅིག་དེ་ནི་ང་དང་ཆོས་ཀུན་ཏེ་གཟུགས་བ་ཉམས་སུ་ལང་དགོས་ས་ནོག་མོ་ཏོ། འོ་ཚེ་འདི་ཀ་ཏེ་ཆོས་སུ་ཆོས་ཉམས་སུ་ལང་ན་འོ་ད་ང་དང་སྐྱེ་བ་ཕྱི་མ་བ་དེ་ནི་ང་དང། འཇིགས་བྱེད་དང་ཤི་བའི་འཇིགས་བྱེད་དང། ཨ་ལ་དེའུ་སྤྱང་ང་དང་ཡོ་ང་མ་ནོ་ཧེ་མོལ་ཏེ་ནོ། འོ་ད་དེ་བས་བཞག་སྟེ། ཤི་བས་ཨ་ལ་ཤི་བས་སྟོང་པ་ངོ་བཟུང་མེད་མོལ་ཏེ། ཤེད་ཅིག་ཤེད་ཅིག་ནང་འོ་ད་ང་དང་བདག་ས། དེ་ནི་ང་དང། གཟུགས་པོ་རགས་པ་དང་དེ་གཟུགས་ནི་མ་ནས་མེད་དེ་ཡིན་ཀྱང་འོ་ད་ང་དེ་གཟུགས་པོ་བའང་སྟོང་པ་ཡིན་ནོ། འོ་ད་ང་དང་ཨེ། ཐོ་རེ་པར་དོ་སྒྲུབ་དཀར་པོ་ཚང་མའང་ང་དང་ཨེ། བྱུང་ཡིན་འོ་སལ་གྱི་པར་དོའང་སྟོང་པ་ཡིན་ནོ། དེ་བ་དེ་ནི་ང་དང་ཨེ། ཐུགས་རྒྱུད་དང་གཟུང་རྒྱུད་དང་དེ་གཟུགས་ཅང་མེད་ཀྱང་དེ་ནི་རང་ཨེ་སེམས་མའང་ངོ་རྟོགས་ན་འོ་ད་དེ་བས་ནི་དེ་ནི་ངོ་རྟོགས་ཏེ་བདག་ས་ང་དང་ཨེ། མི་དགེ་བ་ཚང་མ་དེ་ནི། མི་དགེ་བའི་སྒྲིབ་པ་སྡུག་བསྔལ་ཡོང་བ་ནོག་དགེ་བའི་སྒྲིབ་པ་བདེ་བ་ཡོང་བ་ནོག་སྐྱིད་པོ་ཡོང་བ་ནོག་སངས་རྒྱས་སུ་ས་ཆ་ནོག་ཟེར་སྐལ་བོ་ལྔ་དང། ཧ་དགོད་ན་ཨོ་ད་དེ་ནས་དེ་དུས་སུ་དེ་ནས་དེ་ན་ང་དང་ཚང་མང་དེ་ནས་སེམས་ཅན་ཚང་མང་སངས་རྒྱས་ཟིན་ནོག་ཨེ་མོལ་ཏེ་ནོག་ཨོ་ད་ཅི་མོལ་ཏེ་ནོག་ཟེར་ན་ཨོ་ད། བདག་སང་ང་དང་དུས་མི་དང་སངས་རྒྱས་ལ་སེམས་ཅན་སྐུ་དྲིན་ཆེན་པོ། སེམས་ཅན་ལ་སངས་རྒྱས་སྐུ་དྲིན་ཆེན་པོ་ཟེར་ཏེ་གཉིས་ཀ་མཉམ་དུ་ཨོ་ཏོ་མོལ་ཏན་རོགས་ཏཱ་ལའི་རྡག་ས་ང་དང་ཨེ། མཉམ་བཞག་གི་ན་བཞུགས་ས་མི་རུ་བ་ལས་ཕྱག་གཉིས་སྐ་སྟེ་ནས་ཐེ་པོ་དང་ཐེ་པོ་ཚུགས་བཅུ་ག་ཅའ་ཏེ་ཕྱག་གཅིག་ཡི་གེ་ཏོག་ག་ཕྱག་གཅིག་པོ་སལ་ཏེ་ང་དང་མཉམ་བཞག་གི་སངས་རྒྱས་གསང་མ་བཞུགས་ག་འབངས་ཨོ་ཏཱ་ཐེ་པོ་གཅིག་པོ་སངས་རྒྱས། ཐེ་པོ་གཅིག་པོ་ང་དང་ཨེ། སེམས་ཅན་ནས་ངོ་གཅིག་པོ་སངས་རྒྱས་ཀྱི་དེ་ནས་ང་དང་ཨ་ཏཱ་ཡེ་ཤེས་སྡང་སངས་རྒྱས་ཀྱི་བྱིན་རླབས་གཉིས་སྐ་སྡང་དེ་ནས་སེམས་ཅན་ནས་ངོ་གཉིས་སྐ། འདྲ་འདྲ་ཡིན་མོད་དེ་ཧ་ལ་ལས། ཅེས་ཟེར་ན་ང་དང། སངས་རྒྱས་སྒྲུབ་བྱེད་ལ་སེམས་ཅན་པོ་ང་དང་ཡལ། ཡལ་བར་འདོད་ན་ལྟོས་ང་དང། ཅང་མ་ནོག་སངས་རྒྱས་སུ་གྲགས་པོ་ནོག་སེམས་ཅན་པོ་ཅང་མི་ནོག་ཟེར་ན་འོ་ད་དེའང་འགྲིག་བྱེད་མེད་ཀྱང། འོ་ད། སེམས་ཅན་འདི་དེ་ཡང་སངས་རྒྱས་ལ་མ་བསྟན་ན་དེ་ནི་འགྲིག་བྱེད་མེད་ཀྱང་སྐྱོད་པ་ན་སེམས་ཅན་དང་སངས་རྒྱས་གཉིས་ཀ། དེ་ནི་མཉམ་པ་ཡིན་པ་ན་དེ་བ་མཉམ་ཉིད་ཡེ་ཤེས་མོད་དེ་ལྟར་མཉམ་པ་ཉིད་ཀྱི་ཡེ་ཤེས་ལྟོས་ཡིན་མོད་ལ་ནོག་ལས་སེམས་ཅན་དང་སངས་རྒྱས་གཉིས་ཀ་དེ་ནི།

བྱང་ཆུབ་ཀྱི་སེམས། སྒོ་མ་འཛད་དེ་མ་གཏོགས་དེ་ནི་སངས་མ་རྒྱས་སྐྱབས་ལྟོས་ཞེས་དེ་ནི་སེམས་ཅན་དང་སངས་རྒྱས་གཉིས་གཅིག་པ་ཡིན་མོད་དེ་འོ་དོ་མཉམ་ཉིད་འདི་ཤེས་ལྟོས་བ་མོར་དེ་ནོག་ལེ་སྒྲ་འདྲ་ཡིན་བསྟན་པོ། སྐྱོད་པ་སངས་དེ་རིང་ང་དང་དེ་ནི། བདག་སངས་ང་དང་ཨེ། བློ་རིན་ཆེན་འབྱུང་ལྡན་དེ་དེ་ནི་ཁོང་ཨེ་ད། མཉམ་པ་ཉིད་ཀྱི་ཡེ་ཤེས།

བྱང་བ་ཟན་ལོག་པ་ལས་ཀ་བ་ལྔ་དང་ཨེ་ད་ད་རེ་དྲུག་ད་རེ་དྲུག་སྣ་འདྲེན་འཛད་དཀར་མགོ་ནས་དེ་ནས་འགྲོ་བ་རེ་དྲུག་ཨེ་དེ་ནས་ལྔ་དང་ཨེ་སྣ་འདྲེན་ན་འཛད་བཅུ་གཟའ་ནས་སྒོ་མ་ལྷ་ཡི་ས་བོན་ལྷ་བ་ད་ལྷ་བས་དེ་ནས་ས་བོན་ཙོག་པོ་ཨ་ཡོང་རོགས་ལ་ཨ་དཀར་པོ་ཞིག་ཡོད་ཀྱང་དེ་ནས་ཏེའུ་དང་ང་དང། དོ་རེ། ཨ་ཀ་ནི། གེ་དཀར་འབྲུ་སུས་ནོག་ཟེར་ན་ང་དང། མི་ཡིས་ནོག་པ་ལས། མི་བས་དེ་ནི་ང་དང། ན། ནུ་རིའི་ཟེར་ཏེ་ནུ། ནུ་རིའི་ཟེར་ཏེ་ན་ར་ཏག་ཅིག་ཏག་སྟེ་ཀི་གུ་ཇེ་ཀྱག་ཏོ་མི་ཡིས་ས་བོ་ནི་ནོག་ཏག་ལས་མི་ཡིས། ང་དང་མི་ཡིས་ས་བོ་འཇུ་བ་ནོག། ཨོ་དེ་དོ་རེ་ང་དང། བྱང་བ་ཅོ་ནོག་པ་བྱང་བ་ཅོ་ཅེས་བྱོན་རྟག་པོ་ཅི་ནོག་ཟེར་ན་ཨོ་སྟེ། ཁོ་སེམས་ཅན་བོ་ང་དང་མི་བོ་དེ་ནི་པ་སྡུག་བསྔལ་གྱིས་ན་བཙོས་ན་ཉོན་མོངས་པ་རྐྱང་ཁ་གང་དུ་ཡོད་དཀན་པའི་གཞལ་ཏེ། དེ་ནས་དེ་ནས་ལ་མ་རྟོགས་པ་མངོན་དུ་གྱུར་ཁར་མཚང་མའི་བྱང་བ་འཛར་འཛར་ནས་ཨོ་ད་ཨོ་དེ་ནི་བོ་དེ་ནི་མིའི་ས་བོ་ནི་ནོག་མིའི་ས་བོ་ནི་པ་སངས་ཨ་དེ་ནི་ཤུགས་ཡིག་ག་ང་དང་མིའི་ས་བོ་འདྲིས་དེའང་དུ་འཛུགས་བ་དེ་ནི་བྱང་བ་འཛར་ཅེས་བཞོད་རྒྱ་གར་ལ་ལས་བསྐྱོད་པ་སངས་ནི་བོ་ང་དང་ནི་ཟེར་ཆེས་པོ་ང་དང་མིའི་ས་བོ་འདོད་ནོག་དེ་ནི། ལྷ་ཡི་དེ་ནས་ང་དང་ཨའི། ས་བོན་ས་བོན་ཟེར་ན་སྲིད་རྩེ་ནོག་ཧ་ལ་སྲིད་བཙོག་པོ་ཨ་དཀར་པོ་བཞི་གྱོང་ཨ་ནོག་བརྗོད་ཨ་ནོག། དེ་ནས་བཙོག་ལ། འདག་ས་ང་དང་ཨའི་གཉིས་སྤེལ་བཞག་ཨ་དེ་ནས། ཅི་ཡོད་བཀྱག་ཟེར་ན་ནང་པ་ནང་རྫ་དེ་སྟེང་ནས་དེ་ནས་ང་དང་ཤར་དུ་མི་བསྐྱོད་པ་ཨ་ནོག་པ་ལས་མི་བསྐྱོད་པ་ང་དང་ཨ་སྔོན་པོ་བཞི་ཨ་ནོག། ད་མི་བསྐྱོད་པའི་དེ་ནས།

མི་ཡི་ས་བོན་དུ་ཅི་མི་ཡི་ཅི་འདོགས་ན་འདོད་ཆགས་ཀྱི་འདོགས་པ་འདོད་ཆགས་ཆེན་པོ་འདོགས་པ་འདོད་ཆགས་ཀྱི་གཞལ་ཏེ་དེ་ནས་ང་དང། མི་ཡི་ནི་འདོད་ཆགས་འདོད་ཆགས་ཀྱི་མི་ཡི་ན་སུ་སྐྱེས་འབོད་དེ། ད་ཏོའི་བཀའ་ཟུགས་ཤིག་ཨོ་ཙོག་པོ་ང་དང་བཀའ་ཟུགས་ཤིག་ཡོད་ཀྱང་ཟེར་ན་ཨོ་ཙོག་པོ་དེ་ནས་ང་དང་བདག་ས་མཐིང་བཀའ་ཙོག་ཤིག་ཡོང་འདོགས་མཐིང་ཟེར་ན་ན་མི་འདོགས་ཙོག་ཨོ་ད་ཨོ་དེ་ཡང་ས་བོན་འབོད་བདག་ས་ང་དང་མི་ཡི་མི་ཡིན་ཀན་པའི་གཞལ་ཏེ་ཡང་ནི་ཡོང་འདོགས་ལ་ནི། ན་ར་རྟགས་ཅིག་བཏགས་ཏེ་ཀིའུ་བཏགས་ཏེ་དེ་ནས། ཅིག་ནི་ཟེར་འདོགས་པ་ད་ལས་ཨ་དེ་ཀིར་ཀིར་བས་ང་དང་ཨ་ཙ་པིག་གཅིག། སྐལ་ལྡན་ཚོགས་པོ་ནི་ཨ་ཧ་དང་འདྲེས་མ་ཚོགས་ཤིག་ཡོང་དགོས་ཟེར་རོགས། ལས་ནི་བཟོས་ཏེ་ཧ་ལ་ལས། ཨོ་དོན་རོགས་དེ་སྣ་ཚོགས་ལ་ད་དེ་ནས་ཡང། ཐོ་རེ་ང་དང་ནུབ་སྣང་བ་ཐ་ཡས་སྐྱོ་ཅོག་པ་ནུབ་སྣང་བ་ཐ་ཡས་སྐུ་མདོག་དམར་པོ་འཁྱག་ཡང། མི་ཡུལ་དེ་ན་ནི་ཡོང་རོགས་ཡང་ཁོང། སྐུ་མདོག་གི་ས་བོན་པོ་དེ་ནས་ང་དང་ཡང། ད་ཐོ་རེ་ཁོ་རང་ཁ་ཐུག་ཁ་ཐུག། ང་དང་བཞུགས་སྟངས་ན་དེ་ནའོ། ཡིག་འཁྱག་ཡ་ནི།

ཨི་དག་གི་ན་ཟིན་ལོག་པ་ད་ཨི་དག་གི་ས་བོན་ཙོག་པོ་དེ་ནས་པྲེ་ཟེ་དེ་ཧ་ལ་ལས་པ་ར་ཏག་ཙིག་ཏང་སྟེ་འབྲིང་པོ་ཡོད་ནོག་དེ་བ་ང་ཏང་ཨའི་པྲེ་སིལ་དུ་གི་ཟོ་པྲེ་སིལ་ནོག་ལས་པྲེ་ཟེ་དེ་དེ་ནས་འཇུག་མེ་ཀ་དེ་ནས་ཅང་ཏོ་ཡོན་འགྲུལ་པ་ཡོད་ཀྱག་ད་ཅང་ཏོ་ཡོན་འགྲུལ་པའི་དེ་ནས་ང་ཏང་ཨའི་ས་བོན་ཙོག་པོ་ཡང་ཅང་ཏོ་ཡོན་འགྲུལ་པའོ་ང་ད་སྐུ་དོག་ཀ་ཟུག་ཤིག་ཡོང་ཀྱག་ཟེ་ན་སྐུ་དོག་པོ་ང་ད་ལྗང་ཀུ་ཡོང་བ་ནོག་ད་ལས་ལྗང་ཀུ་ཡོད་པ་ད་ཁོང་ཡོང་ཁོང་ཅི་ནོག་ཟེ་ན་དེ་ནས་ང་ཏང་ཨའི་ལྗང་ཀུ་བོ་དེ་ནས་ལྷ་མིན་ལྷ་མིའི་བླ་མ་དོ་དམྱལ་བ་ཡི་དྭགས་དུད་འགྲོ་ལྷ་མིའི་ལྷ་མིན་འཛིན་ཏེ། དེ་ནས་ལྷ་མིན་ནས་འོ་ཙོགས་པོ་དེ་ནས་ང་དང་ཨའི་ཀ་གཟུགས་ཤིག་ཡོད་དེའང་ལྷ་མ་ཡིན་གྱིས་འོ་ཏོ་དམར་པོ་ཞིག་ཡོང་རོགས་དང་འོ་ཏོ་དེ་ནས་ཁྲ་དོག་དབང་གིས་དེ་ནས་ང་དང་ཨ་ལྷ་མིན་ལ་སྐྱེ་རོགས་པ་ལས་ཁྲ་དོག་གི་དབང་གིས་ལྷ་མིན་ལ་སྐྱེ་ཅིག་ན་དེ་ནས་ལྷ་མིན་ནས་ས་བོན་ཙོགས་པོ་དེ་ནས་སུ་ཡོང་རོགས་ས་ཞབས་ཀྱི་སུ་མོར་དེ་འོ་ཏོ་ནས་འོ་ཏོ་དེ་ནས་ང་དང་ཨའི་བྱིན་རོགས་ཟེར་ན་ཀ་ཏོ་ང་དང་ཆར་ཡོང་རོགས་གོ་ད་དེ་ཟ་ནས་ང་དང་མི་ཡིན་རོགས་པ་ཆ་ཆ་སྐར་འབུ་མི་ཡིན་རོགས་པ་ལས་འོ་དེ་མི